མདོ་ལ་རིང་མོ་ནི་མཚོ་སྔོན་དང་ཀན་སུའུ་ཞིང་ཆེན་གཉིས་ཀའི་བར་མཚམས་སུ། བྲག་ཡོལ་ཆེན་པོ་བཞིན་གྲོང་བར་འགྱིང་ཞིང། རི་བོའི་ངོས་སུ་སྨུག་སྤྲིན་གྱིས་བརླབས་ཏེ། ངོ་མཚར་ཞིང་ལྷུབ་གྲལ་གྱི་རྣམ་པའི་ཁང་བ་ཞིག་ཏུ་སྣང། འདི་ནི་ཀྲུང་གོའི་ནུབ་ཕྱོགས་ཀྱི་སྐྱེ་ཁམས་ཀྱི་ནུས་པས་བྱུགས་པའི་རི་བོ་ཞིག་ཡིན། གནའ་ནས་བཟུང་སྐྱེ་བོ་རྒོང་དུ་བསྟར་ནས་བཞུགས་ཤིང། དུས་དང་རྣམ་པ་ཀུན་ཏུ་ཚེ་སྲོག་གི་གཞི་རིམ་གྱེར་ནས་ཡོད། གཏོར་མ་ལོང་བ་བཀལ་ཏེ་འཕར་མར་བསྙགས་ཁ་བརྒྱུད་ན། མདོ་ལ་རང་མོས་ལྷོ་རྒྱུད་དུ་འཚོ་ཞིང་གནས་པའི་གྲངས་ཉུང་མི་རིགས་འདུས་སྡོད་བྱེད་སའི་ས་ཆར་ཐོན་ཐུབ་ལ། དེ་བཞིན་དུ་དམིགས་ལམ་དུ་མུ་མཐའ་མེད་པའི་རྩྭ་ཐང་དང་མཆོད་རྟེན། དར་ལྕོག། ལབ་རྩེ་སོགས་རིམ་གྱིས་མངོན་ཡོང། སོག་སྐད་དུ་ལབ་རྩེ་ལ་ཨོ་པོ་ཞེས་འབོད་ཅིང། ལ་ལས་ལབ་རྩེ་ནི་མུ་མེད་རྩྭ་ཐང་གི་ལམ་རྟགས་གལ་ཆེན་ཞིག་ཡིན་ལ། རྩྭ་སའི་བར་མཚམས་དང་ས་མཚམས་སོགས་ཀྱི་རྟགས་ཀྱང་ཡིན་ཟེར། རྡོ་བརྩིགས་ནས་རི་དང། དེ་ལྷ་རུ་མཆོད་ཅིང་བཀུར་ལ། དེ་ལ་མཆོད་པའི་ཆོ་ག་སྣ་ཚོགས་ཀྱང་སྤེལ་བས། དབུལ་པོ་ཞེས་པ་འདི་གནམ་དང་ལྷའི་མཚོན་བྱེད་དུ་གྱུར་ཡོད་ཟེར། སྤྱིར་ལབ་རྩེ་ནི་གཞི་བདག་གནས་སའི་ཕོ་བྲང་ཡིན་ལ། ས་བདག་དང་དགྲ་ལྷ། གཉན་ལྷ་སོགས་རྒྱུ་སའི་ཕོ་བྲང་ཡང་ཡིན། འདི་ནི་སོག་པའི་དབུལ་པོ་དང་བོད་ཀྱི་གླ་རྩིས་གཉིས་གཞི་གཅིག་ཏུ་འདྲེས་པའི་ཚ་ཤིང་དབུལ་པའི་གནའ་ཤུལ་ཡིན་ལ། དོན་གྱིས་སོག་པའི་དབུལ་པོ་ཡང་བོད་ཀྱི་གླ་རྩིས་ནས་རིམ་པར་བྱུང་བ་ཞིག་ཡིན། ཚ་ཤིང་དབུལ་པོ་ཞེས་སོག་སྐད་འདི་བོད་སྐད་དུ་བསྒྱུར་ན་གླ་རྩིས་དཀར་པོ་ཞེས་པའི་དོན་ཡིན། ཚ་ཤིང་དབུལ་པོ་ནི་རི་འདིའི་རྩེ་ན་ཡོད་ཅིང། གླ་རྩིས་དེའི་མཐོ་ཚད་ལ་རིམ་བཞི་ཡོད་པ་དང། གཞི་ཁྱོན་གྱི་ཚངས་ཐིག་ལ། ཧ་ལམ་རྨི་སུམ་ཆི་ལྷག་ཡོད། དེས་ན། ལབ་རྩེའི་སྐ་རུང་འདི་དུས་ནམ་ཞིག་ལ་རྒྱུ་རྐྱེན་ཇི་འདྲའི་འོག་བཙུགས་པ་ཡིན་ཞེ་ན། གཞོན་ནུ་རྒྱལ་རབས་མ་བཙུགས་པའི་ཡར་སྔོན་དུ། ཇིང་ཀིར་རྒྱལ་པོས་ཡར་གླིང་སྐྱིད་དབུས་སུ་ཕར་རྒོལ་རྒྱང་སྐྱོད་བྱེད་པའི་སྐབས་སུ། ནུབ་སྐྱོད་དམག་དཔུང་གིས་མདོ་ལ་རིང་མོའི་ལྷོ་ངོས་ཀྱི་རི་ལྗོངས་དུ་ལབ་རྩེ་བཙུགས་ཏེ་མཆོད་འབུལ་བྱས་རྗེས་མུ་མཐུད་དུ་ནུབ་ཕྱོགས་སུ་བསྐྱོད། དེ་ནི་ཕལ་ཆེར་སྤྱི་ལོ་དུས་རབས་བཅུ་གཅིག་པའི་དུས་མཇུག་ནས་དུས་རབས་བཅུ་གཉིས་པའི་དུས་མགོ་ཡིན་པར་བསྒྲགས། མཚོ་མཐོ་སྒང། ལྷག་པར་དུ་ཡང་ན་ཨུག་ཆུ་འདི་མདོ་ལ་རིང་མོ་འདི་དག་གོ་འདི་གི་འདི་མོ་དགོ་བ་གི་རི་ཆུ་ནགས་གསུམ་འཛོམས་ནས། ད། རིག་སྣ་ཁིར་གིས་ཆི་ཟི་རི་ཟི་དང་ན་བ་ཀི་ཡེར་མི་འཆོར་ནས་བདལ་ན་ཁིར་གིས་ཡི་སིམ་བདེ་ས་གི་འདུ་མོ་གི་བ་ཀི་ད་འདུ་མོ་གི་བ་ཀི་གནས་སྐྱིད་པོའི་འདུ་མོ་ཟིག་ཆིག་ཡིབ་ནོ་ཆིག་ཐིབ་ནོ་འདུ་ཀོ་འདིའི་རྒྱུ་མཚན་དུ་ཡང་ས་གནས་འདི་ན་འཚོ་གཞེས་གནང་བཞིན་པ་གི་མི་རིགས་སོ་སོ་གི་ད་སྐྱེ་ཁམས་འདི་ལ་ཁིར་གིས་སྲུང་སྐྱོབ་ཀྱི་བ་གི་འདུ་ཤེས་དང་མོ་གཟུགས་བ་གི་རྒྱུ་ལ་ཆགས་ནོ་དེས་རག་ལས་ཡོད་ཀྱི་འདུག་གི།
ལོ་རྒྱུས་དེབ་ཐེར་དུ་བཀོད་པ་ལྟར་ན། སོག་པའི་དབང་བསྒྱུར་བའི་ཡོན་རྒྱལ་རབས་ཀྱི་སྐབས་སུ། ཡུལ་ཕྱོགས་འདིར་སོག་པའི་དབང་བཟུང་ཡོད་ཅིང། ཆིན་རྒྱལ་རབས་ཀྱི་སྐབས་སུ། ཆིན་ཝང་བློ་བཟང་བསྟན་འཛིན་གྱི་དོན་རྐྱེན་བྱུང་རྗེས། ཆིན་སྲིད་གཞུང་གིས་སོག་པའི་མགོ་བསྣན་ཏེ་ཡུལ་ཕྱོགས་འདིའི་སོག་པའི་སྟོབས་ཤུགས་ཉམས་རྒུད་དུ་སོང་ཞིང། དེ་དང་བསྟུན་ནས་བོད་ཀྱི་ཨ་རིག་ཚོགས་ཤོག་ཅིག་གིས། བྱང་ཕྱོགས་ཀྱི་ཡུལ་འདི་བཟུང་ཞིང། ཡིན་ནའང་ས་དམག་ནི་ད་དུང་སོག་སྐད་མ་འགྱུར་བར་ཡོད་ལ། དེས་མ་ཟད། བོད་སོག་གཉིས་ཀའི་ཡུལ་སྲོལ་གོམས་གཤིས་ཀྱང་ཕན་ཚུན་འདྲེས་ནས་ཡོད། ཨོ་པོ་རིའི་ལྷོ་སྣེ་རུ་ལབ་རྩེ་ཡི་དཀར་པོ་བསྲེགས་རྗེས། རི་འདིའི་མིང་ལ་ཡང་ཨོ་པོ་རི་ཞེས་ཐོགས་ཤིང། རི་འདིའི་ཤར་ལྷོའི་མཚམས་སུ་བརྩིགས་པའི་མཁར་དེ་ལའང་ཨོ་པོ་མཁར་ཞེས་བཏགས་ཡོད། ཨོ་པོ་གནམ་མཁར་དང་ཨོ་པོ་རི་གཉིས་སྐྱིལ་མཉམ་བྱས་ཏེ། ཤར་ནུབ་ཕྱོགས་གཉིས་སུ་རིང་དུ་སོང་ན། མདོ་ལ་རི་བོ་ནི་རི་ཚོགས་དང་ལུང་གཤོང། སྤང་ལྗོངས་སོགས་ཀྱིས་གྲུབ་པ་ཞིག་ཡིན་ཞིང། རི་ཚོགས་ཀྱིས་གྲུབ་པའི་མདོ་ལ་རིང་མོ་ནི་མི་མེད་རྒྱང་དུ་བསྲིངས་ཏེ་རྔམ་བརྗིད་ཆེ་ལ་ལྟ་ན་སྡུག་པ་ཞིག་ཏུ་འདུག། གནའ་སྔ་མོའི་དུས་ནས་བདག་གིས་མི་རིགས་ཁག་གི་དམག་དམངས་རྣམས་རི་བོར་བརྟེན་ནས་འཚོ་བ་རོལ་ཏེ། འུད་སྟོང་དམར་བའི་ལོ་རྒྱུས་རིག་གནས་དང་མི་རིགས་རིག་གནས་གསར་སྐྲུན་བྱས་ཡོད། མདོ་ལ་རིང་མོ་ནི་འཁྱགས་རོམ་དང་གངས་རི། གཙང་བོ། བརླན་ས། ནགས་ཚལ། རྩྭ་ཐང། བྱེ་ཐང་སོགས་རང་བྱུང་ཐོན་ཁུངས་ཕུན་སུམ་ཚོགས་པས། ཐུན་མོང་མ་ཡིན་པའི་སྐྱེ་ཁམས་མ་ལག་ཅིག་གྲུབ་ཡོད་པ་དེ་ནི་རང་བྱུང་གི་ལྕགས་རི་ཞིག་དང་འདྲ་བར། ཐང་ག་ལིའི་བྱེ་ཐང་དང་པ་ཏན་ཅི་ལིན་བྱེ་ཐང། ཁི་མོ་ཐ་ཁི་ཞེས་ཐང་ཅིའི་ཞེས་གླིང་འགོག་བཞིན་ཡོད་པ་མ་ཟད། དེའི་ཆ་ལག་གི་སྐྱེ་ཁམས་ནུས་པའི་མཚོ་ལམ་མཐོ་སྒང་དང་ཐ་ན་ནུབ་རྒྱུད་ས་ཁུལ་ཡོངས་ཀྱི་མཁའ་དབུགས་དང་སྐྱེ་ཁམས་ལ་ཤན་ཤུགས་ཐེབས་ཏེ་སྙོམས་སྒྲིག་བྱེད་བཞིན་ཡོད། མདོ་ལ་རང་མོས་རི་རྒྱུད་འདི་ཡིན་གྱི་ན་དབུས་དུས་མཚོ་མཐོ་སྒང་ར་བྱང་རྒྱུད། རྟ་རྒྱ་གི་ཧི་ཤི་ཙི་ལང་སི་ཀི་ནོ། འདི་གཉིས་ཀྱི་བར་གྱི་རྟ་ལྕགས་རི་རྟ་བོ་ཟིག་གི་སྐྱི་རོ་ཀི། དུ་གི། འདིའི་བར་གྱི་ཐང་གི་རིགས་ཀྱི་བྱེ་ཐང་དང། ཡང་ན་གྲོང་གི་རིགས་བྱེ་ཐང་གི་བྱེ་མ་འདི། རྟ་བཀག་འགོག་ཡིག་ཐོག་ནང་རྐྱེན་གྱི། ད་འདི་ས་གི། མདོ་ལ་རང་མོ་གི་ས་གནས་མདོ་ལ་གི་བར་གི་ས་ཆ་འདི་བར་གི་རིགས་ཞིག་ནང་ལ་སྐྱེ་ཁམས་དུ་མ་ཡོག་པ་ཟིག། ཆགས་ཐུབ་ཡོག་ནོ་དེ་ར། ད་འདི། མདོ་ལ་རང་མོ་རིགས་རྒྱུད་འདི་གི། བྱེ་མ་དི་ཐམས་ཅད་ཀུ་བཀག་འགོག་ཡིག་ཐོག་ནང་དི་གི། སྐྱེ་ན་རག་ལས་འོག་གི།
མདོ་ལ་རིང་མོ་ནི་ནུབ་ཏུ་རི་བོའི་ཁྲི་ཕྲག་གི་དབུས་ན་འགྱིང་བའི་ཁུ་ནུ་རི་བོ་དང་འབྲེལ་ཞིང། ཤར་དུ་ཀྲུང་ཧྭའི་ཆིན་ལིན་རི་རྒྱུད་དང་འབྲེལ་ནས། རི་བོའི་ལྟེ་གནས་ཀྱི་མཉམ་དུ། ཀྲུང་གོའི་དབུས་རྒྱུད་ཀྱི་བརྗིད་ཉམས་ལྡན་པའི་རི་བའི་མ་ལག་ཆེན་པོ་དེར་བརྩི་དགོས་ལ། མདོ་ལ་རིང་མོ་ནི་གནའ་ནས་བཟུང་ཀྲུང་གོའི་ལོ་རྒྱུས་དང་རིག་གནས་སྐྱེ་ཁམས་བཅས་ལ་དོན་སྙིང་གལ་ཆེན་ཡོད་པའི་རི་བོ་གྲགས་ཅན་ཞིག་ཡིན་པར་མ་ཟད། དེའི་ཐུན་མོང་མ་ཡིན་པའི་སྐྱེ་ཁམས་དང་ས་ཁམས། ལོ་རྒྱུས། རིག་གནས་ཐོབ་ཐང་བཅས་མཚོའི་མཐོ་སྒང་དང་ཐ་ན་ནུབ་རྒྱུད་ས་ཁུལ་ཡོངས་ལ་ཧྲལ་ཤུལ་ཟབ་མོ་ཐེབས་ཡོད་ལ། མདོ་ལ་རིང་མོ་ནི་ནུབ་བྱང་གི་ཐཱན་པའི་ས་ཁུལ་དུ་གནས་པ་དང། ཤར་ལྷོའི་སྟེས་རླུང་དྲོད་ལེན་གྱི་རླུང་རྒྱུན་དང། ནུབ་ཀྱི་རླུང་རྒྱུན། སོགས་པའི་གྲང་རླུང་རླུང་རྒྱུན་བཅས་ཀྱི་ཐུན་མོང་གི་ནུས་པར་བརྟེན་ནས། ཆར་ཆུ་ལྟེབ་ཆུས་ཆེས་མང་ཞིང། རི་རྒྱུད་དུ་གངས་རི་དང། འཁྱགས་རོམ་ཕུན་སུམ་ཚོགས་པོ་ཡོད་པས། མིའི་རིགས་ཀྱིས་གནའ་མགོན་མིའི་ས་ཆ་འདི་ལ་དམིགས་བསལ་གྱིས་གཟིགས་སྐྱོང་གནང་བར་བཀའ་དྲིན་ཞུ་ཡི། འཁྱགས་རོམ་དང་གངས་རི་དེ་དག་ནི་ས་མཐོའི་རང་བྱུང་ཁྱིམ་རྩོད་ཡིན་ལ། དེ་ཉིད། རྨ་འབྲི་རྫ་གསུམ་འབྱུང་བའི་ལེགས་བཤད་ནི། འཛམ་གླིང་སྐྱེ་བོའི་ཀུན་གྱིས་ཆུ་བོ་གསུམ་གྱི་འབྱུང་ཁུངས་སུ་འབོད་ཀྱིན་པ་སྟེ། བྷེ་ཧི་ཆུ་བོ་དང་ཐོ་ལེ་ཆུ་བོ། ཧྲུའུ་ལེ་ཆུ་བོ་བཅས་ཀྱི་འབྱུང་ཁུངས་ཡིན་པ་མ་ཟད། དེ་མིན་འཇིལ་ལག་ཆུ་བོ་དང་ཙོང་ཆི་གཉིས་ཀྱི་ཆུ་ཁུངས་གསོ་སྐྱོང་ས་ཁུལ་གལ་ཆེན་ཞིག་ཀྱང་ཡིན། མདོ་ལ་རིང་མོར་རྒྱ་མཚོའི་སྐྱེ་ཁམས་ཕུད་པའི་སྐམ་སའི་སྐྱེ་ཁམས་མ་ལག་ཆ་ཚང་ཞིག་ལྡན། ཁྱད་པར་དུ་ཡིག་རིགས་ལུང་པ་རང་བྱུང་སྲུང་སྐྱོབ་ས་ཁུལ་གྱི་མཚོན་པའི་ཡངས་ཤིང་རྒྱ་ཆེ་བའི་མདོ་ལ་རང་མོས་ས་ཁུལ་ནི། ཐུན་མོང་མ་ཡིན་པའི་རང་བྱུང་གི་སྐྱེ་དངོས་སྣ་མང་གི་ཐོན་ཁུངས་ལ་བརྟེན་ནས། ནུབ་བྱང་ས་ཁུལ་གྱི་སྐྱེ་དངོས་སྤྱི་ཚོགས་ཀྱི་བང་མཛོད་ལྟ་བུར་གྱུར་ཡོད་ཅིང། རི་སྐྱེས་སྲོག་ཆགས་གནས་སྤོ་བྱེད་སའི་བར་ཁྱིམ་གལ་ཆེན་ཞིག་དང། རང་རྒྱལ་གྱི་སྐྱེ་དངོས་སྣ་མང་རང་བཞིན་སྲུང་སྐྱོབ་བྱེད་པའི་དམིགས་བསལ་ས་ཁོངས་ཤིག་ཡིན། ས་འདི་གར་རྒྱལ་ཁབ་ཀྱི་རིམ་པ་གཉིས་པའི་སྲུང་སྐྱོབ་སྲོག་ཆགས་ཀྱི་རིགས་ཏེ། གནའ་དང། ཤྭ་བ། གྱེལ་མོ། གཉན། གླ་བ། དེ་བཞིན་བསམ་མཐའི་སག་པ་དང། བྲག་ཤ་སོགས་ཡོད་པར་མ་ཟད། ད་དུང་རྒྱལ་ཁབ་ཀྱི་རིམ་པ་དང་པའི་སྲུང་སྐྱོབ་སྲོག་ཆགས་ཏེ། ཤྭ་བ་འཁྱིལ་དཀར་དང། གསའ། འབྲོང་སོགས་ཀྱང་ཡོད་པས། འཛམ་གླིང་གི་ས་བབ་མཐོ་བའི་ས་ཁུལ་གྱི་སྐྱེ་དངོས་སྣ་མང་རང་བཞིན་སྲུང་སྐྱོབ་བྱེད་པར་དུ་ཡིན་དགའ་ཆེན་བདག་ནི། ས་ག་ནས་འདི་ཡིན་ན་ར་ད་དཔོན་ཚོགས་རྒྱུས་ན་འདི་ནས་བ་ཀི་ཤོང་ཁིར་གི་རི་ཆུ་ནགས་གསུམ་དགོན་སྡེ་ཁིར་གི་ཤིག་རི་བདག་ཁོ་ཁིར་གི་ཁིར་ཡེ་བ་ཀི་ཁིར་གི་ཡོད་ནོ་ད་དཔོན་ཚོགས་རྒྱུས་ན་འུ་ཅུ་འདི་ས་འདི་གི་ས་བདག་གནས་བདག་ད་ཨམ་གཉིས་སྟོང་སོ་ད་བ་ཡིན་ན་ས་འདི་གི་གཞི་བདག་ཡིན་ནོ་ད་ས་འདི་གི་གཞི་བདག་དང་བ་ཀི་ད་འདི་ད་གནས་བདག་འདི་དགོན་སྡེ་ཁིར་གི་ཆུ་ཟེ་ཟི་དང་ན་བ་ཀི་ད་ཆུ་ཟེ་དགོན་ར་ད་འདི།

ད་ག་ནག་མི་གི་ད་ཁིར་གི་སི་ཟི་དང་ན་ཨུད་ཀྱི་མི་ཨུ་ནི་ཨུ་ལི་ད་བསམ་པའི་རྒྱུ་ལ་བག་ཆགས་ཟབ་མོ་ལོན་པོ་ཟིག་བཞི་གི་ད་རི་རང་བྱུང་ཁམས་འདི་ད་རང་ཤུགས་གི་བག་གི་ཆུ་སྐྱེས་ཚང་ཡི་ཐུབ་ནི་གི་གཏུམ་མོ་གི་འདི་ཤེས་ཟིག་བསམ་པའི་རྒྱུ་ལ་ཆོག་གི། མདོ་ལ་རི་བའི་འདབས་སུ། འབྲོག་ས་བཟང་བོ་ཞིག་ཡོད་དེ། སྔར་ནས་ད་བར་སྣོད་བཅུད་སོག་ཡུལ་གལ་ཆེན་དེ་སྲུང་སྐྱོབ་བྱས་པའི་དབང་གིས། རིགས་སོ་སོའི་དམག་དམངས་རྣམས་འདི་གར་ཚེ་སྲོག་གི་སྦྱིན་བསྲངས་ཏེ་འཚོ་བ་རོལ་ཐུབ་པ་བྱུང་ཡོད་པ་མ་ཟད། ད་ལྟའི་གནའ་ལམ་སྟེང་གི་རྔ་མོང་གི་གྲུ་བའི་སྒྲ་ནི་དུས་ཚོད་མང་བོ་འགོར་ཡང་ཉིན་མ་མྱོང། ད་ཆ་མདོ་ལ་རིང་མོ་ནི་རྒྱུད་གཅིག་ལམ་གཅིག་སྟེང་གི་སྐྱེ་ཁམས་གཙོ་གྲས་ཤིག་ཡིན་པས། རྒྱུད་གཅིག་ལམ་གཅིག་སྟེང་གི་འཕེལ་རྒྱས་འཐབ་ཇུས་ལ་སྐྱེ་ཁམས་ཀྱི་འདེགས་སྐྱོར་གལ་ཆེན་མཁོ་འདོན་བྱེད་བཞིན་ཡོད། ལོ་རྒྱུས་རྣམ་འགྱུར་དང་རིག་གནས་གསོག་འཇོག་བྱས་པ་ལས། མི་རབས་རྗེས་མར་རྩོད་ཐབས་མེད་པའི་དོན་དངོས་ཤིག་ཁྱབ་བསྒྲགས་བྱས་ཡོད་པ་ནི། མདོ་ལ་རིང་མོའི་ས་ཁུལ་གྱི་རྙིང་མའི་མི་རིགས་ཏེ།

ཐད་ཀར་ངོ་མཚར་བའི་ས་གསེར་ཆེན་པོ་དེའི་སྟེང་གི་ཡུལ་མི་ཚོའི་སྐྱེ་ཁམས་མི་ཆོས་ཀྱི་བྱ་སྤྱོད་ལ་ཤུགས་རྐྱེན་ཐེབས་སུ་བཅུག་ཡོད། སྤྱི་ལོ་དུས་རབས་བདུན་པའི་དུས་དཀྱིལ་གྱི་རྗེས་སུ། བོད་རྒྱུད་ནང་བསྟན་བྱུང་བ་དང་འཕེལ་རྒྱས་སུ་འགྲོ་བའི་གོ་རིམ་ཁྲོད་ནས། བོན་ཆོས་རིག་གནས་ཀྱིས་སྔར་བཞིན་ཤུགས་རྐྱེན་ཟབ་མོ་ཐེབས་ཡོད། སྐྱེ་ཁམས་མི་ཆོས་ཀྱི་ངོས་ནས་བརྗོད་ན་བོད་རྒྱུད་ནང་བསྟན་གྱིས། མིའི་རིགས་དང་རང་བྱུང་ཁམས་ཀྱི་བྱ་དངོས་ཡོད་ཚད་གནས་པ་ནི། གཅིག་ལ་གཅིག་རྟེན་གྱི་རྒྱུ་འབྲས་སུ་འདོད་པ་ལས། དངོས་པོ་གང་ཞིག་རྒྱུ་རྐྱེན་རྟེན་འབྲེལ་གང་ལའང་མ་ལྟོས་པར་བྱུང་བ་ཞིག་མིན་པར་ངོས་འཛིན་བཞིན་ཡོད། མི་དང་རང་བྱུང་ཁམས་གཉིས་ནི་ཕན་ཚུན་གཅིག་ལ་གཅིག་རྟེན་གྱིས་མཉམ་དུ་འཚོ་གནས་བྱེད་པ་ཡིན་ལ། མིའི་ཚེ་སྲོག་ནི་རང་བྱུང་ཁམས་ལས་བྱུང་བ་དང། མིའི་རིགས་རང་བྱུང་ཁམས་གཉིས་འཚོ་སྡོད་བྱེད་པ་ནི་གནམ་གྱི་བཀའ་དྲིན་ཡིན། མིའི་རིགས་ལ་རང་བྱུང་ཐོན་ཁུངས་བེད་སྤྱོད་བྱེད་པའི་དབང་ཆ་ཡོད་མོད། འོན་ཀྱང་ངེས་པར་དུ་དབྱི་མཐུན་གྱི་བཀོལ་སྤྱོད་བྱས་པའི་འདོད་བློ་འཚོང་དགོས། རྒྱུ་འབྲས་མི་རྣམས་ལ་དྲན་སྐུལ་བྱེད་དོན། རང་བྱུང་ཁམས་ལ་ལྟ་སྟངས་བཟང་བོ་འཛིན་པ་ནི། མིའི་རིགས་རང་ཉིད་ལ་ལྟ་སྟངས་བཟང་བོ་འཛིན་པ་དང་དྲིན་བཟང་བོ་ཐོབ་སྲིད། རང་བྱུང་ཁམས་ལ་གཏོར་བརླག་བཏང་ན་མིའི་རིགས་རང་ཉིད་ལ་གཏོར་བརླག་བཏང་བ་དང་མཚུངས་པའི་གོད་ཆག་ངན་པ་འབྱུང་ངེས། དབུལ་ཡུལ་དང་དབུལ་རྒྱུད་ནང་བསྟན་གྱི་དགོན་པར་སྐྱོད་སྐབས་ཆོས་ལུགས་ཀྱི་མཚོན་རིས་དང་ཆོས་ལུགས་ཀྱི་མཚོན་རྟགས་སྣ་ཚོགས་མཐོང་ཐུབ། གློག་བརྙན་ནང་འགྲེམས་སྟོན་བྱས་པའི་མཐུན་པ་དཔལ་བཞིའི་ལྷག་སྒྲུང་གི་གཏམ་རྒྱུད་ཀྱིས་འདི་གའི་མང་ཚོགས་ཀྱི་སྐྱེ་ཁམས་མི་ཆོས་ཀྱི་རིན་ཐང་གི་གནས་ཤུགས་གསལ་བོར་མཚོན་ཐུབ་པ་རེད། མཐུན་པ་སྤུན་བཞི་ཞེས་པའི་ནང་དུ་གཏམ་རྒྱུད་གཅིག་བརྗོད་ཡོད་པ་སྟེ། སྔོན་ཆད་ས་ཆ་ཞིག་ན་ནགས་ཚལ་སྟུག་ཅིང་ཤིང་ཐུན་གྱི་རྣམ་པར་གནས་པ། རྣམ་ཤེས་ཀྱི་དྲོད་གྲུབ་སྙོམས་པ་ཞིག་ཡིན། དེ་རུ་བྱ་ཟག་པ་དང། རི་བོང། སྤྲེའུ། གླང་ཆེན་བཅས་སྲོག་ཆགས་རིགས་བཞི་བསྡུས་ཡོད་ཅིང། དེ་དག་གི་གོམས་གཤིས་ཕན་ཚུན་མཉམ་གནས་བྱེད་ཀྱི་ཡོད། ཕྱིས་སུ་ཉིན་ཞིག་ཁོ་ཚོས་བདེ་སྐྱིད་ཀྱི་འཚོ་བ་རོལ་བའི་རྨང་གཞིའི་ཐོག་ད་དུང། མི་རྒན་པར་བརྩི་བཀུར་དང་ཕན་ཚུན་རོགས་རམ་བྱས་ནས། འཛམ་གླིང་གི་མིག་དཔེར་འགྱུར་དགོས་སྙམ་པ་ལ། ཁོ་ཚོས་གྲོས་མོལ་བྱས་ནས་གཅིག་མཐུན་བྱུང་སྟེ། སུ་ཞིག་ལོ་ན་རྒན་པ་དང་སུ་ཞིག་ལོ་ན་གཞོན་པ་ཐག་གཅོད་བྱས། ཐོག་མར་བྱ་ཟག་པས་ཚང་མ་ཁྲིད་དེ་སྔར་དོང་ཞིག་ལ་བལྟ་རུ་ཕྱིན། གླང་ཆེན་གྱིས། ང་ཐང་དང་བོ་འདི་བརྒྱུད་དེ། སྡོང་བོ་འདི་ངའི་ལུས་ཀྱི་མཐོ་ཚད་མ་གཏོགས་མེད། ཅེས་ཟེར། སྤྲེའུས་སྨྲས་པ། ང་འདིར་ཐོན་དུས། སྡོང་བོ་འདི་ཡང་ངའི་ལུས་འདི་འདྲ་མཐོ་ཟེར། རང་གིས་ང་འདིར་སླེབས་དུས་སྡོང་བོ་འདིར་ལོ་མ་གཉིས་སྐྱེས་འདུག། ངས་ད་དུང་དེའི་སྟེང་གི་སིལ་བ་བདག་ཙམ་བྱས་པ་ཡིན་ཟེར། མཇུག་ཏུ་ཤ་ཟེགས་པས། ངས་ཤིང་འདིའི་ས་བོན་བསྲེས་པ་ཡིན། འདིར་ཟས་ལུད་བཞག་ནས། ད་གཟོད་སྡོང་བོ་འདི་སྐྱེས་པ་ཡིན། ཞེས་བཤད། སྲོག་ཆགས་རིགས་བཞིའི་གཞུང་དྲང་རྗེས་བཤད་བྱས་པ་ལས་དེ་དག་གི་རྒན་གཞོན་གྱི་གོ་རིམ་གསལ་བོར་མཚོན་ཡོད། དེའི་རྐྱེན་གྱིས། ཁོ་ཚོ་སྔར་བས་མཛའ་མཐུན་ཡིན་པ་མ་ཟད། ཆེབ་ཀར་ཆུང་གཤིབ་ལྡན་པས། ཐ་ན་འགྲོ་བཞིན་པའི་སྐབས་སུ་ཡང། སྤྲེའུ་ཡི་གླང་ཆེན་ལ་ཞོན་ཞིང། རང་གིས་སྤྲེའུ་ལ་ཞོན་པ། ཤ་བསགས་པའི་རི་བོང་ཞོན་གྱི་ཡོད། འདི་གའི་མི་རྣམས་ཀྱིས་སྲོག་ཆགས་རིགས་བཞིའི་བྱ་སྤྱོད་བཟང་བོ་དེར་ཧ་ཅང་དགའ་བོ་བྱེད་ཀྱི་ཡོད་པ་མ་ཟད། རང་འགུལ་ངང་ལད་མོ་བྱེད་ཀྱི་ཡོད་པས། དེ་གར་འཆར་ཆུ་དུས་སུ་འབབ་པ་དང། དབྱར་སའི་ལོ་ལོག་བྱུང་བའི་བཀྲ་ཤིས་པའི་རྣམ་པ་མངོན།
མདོ་ལ་རང་མོས་ཀྱི་ས་གནས་འདི་ན་ད་ཀིར་གིས་འཚོགས་གཞིས་གནང་བཞིན་པ་གི་ལྟ་འདོད་ཀི་ད་འདིས་ལྟ་འདོད་ཀི་འཚོགས་གཞིས་གནང་བཞིན་པ་གི་ད་མི་རིགས་སོ་སོ་འདིས་ཀིར་གིས་ཙི་ཟི་དང་ན་སྐྱེ་ཁམས་ཀི་འདུ་ཤེས་འདི་གཏང་རྒྱུ་ལས་སྐྱེ་ཁམས་ཀི་རིག་གནས་ད་ཐུན་མོང་མ་ཡིན་པ་གི་རིག་གནས་འདི་མོ་ཟིག་སྐྱེ་ཁམས་རིག་གནས་འདི་མོ་ཟིག་ཆགས་གི་སྐྱེ་ཁམས་རིག་གནས་འདི་དང་བསྟུན་ནས་ད་ལས་ད་བ་ཀི་ཤོང་འདི་ས་གནས་འདི་སོང་དུ་རེ་བ་ཀི་ཤོང་སྐྱི་ཀིམ་དེ་སོང་སྐྱིབས། ལག་པོ་ཟིག་ཡིན་ནོ་གི། དི་བརྒྱད་ལས་དི་ལས་ད་ས་གནས་འདི་གི་བ་ཀི་སྐྱི་ཀིམ་དུ་མོ་བ་ཀི་གཙང་ཤང་བཀྲ་ཐག་པ། འདི་མོ་ལག་པོ་ཟིག་ཆག་ནོ་དི་ཉིན་མཚན་དུ་མོ་ཟིག་རེད། མཐོ་སྒང་གི་ས་མཐའི་རིག་གནས་སྤྱད་དེ། ཁྱད་དུ་འཕགས་པའི་སྙིང་རྗེ་ཀིམ་ཤིམ་ཀིམ་ཟིག་བསྡིགས་ཏེ་འཛམ་གླིང་ལྷ་ཁ་ཕྱོགས་པ་དང། དེས་མ་ཟད་མིའི་རིགས་ཀྱི་ཤེས་རིག་ལ་མེད་དུ་མི་རུང་བའི་གུ་ཡངས་རིང་ལུགས་དང། དམིགས་བྱའི་རིང་ལུགས། གཞན་ཕན་རིང་ལུགས། རྒྱལ་སྤྱིའི་རིང་ལུགས་བཅས་ཀྱི་སྙིང་སྟོབས་འདོན་སྤྲོད་བྱས། འདི་ལྟ་བུའི་མཚན་ཉིད་རིག་པའི་བསམ་བློ་དང་སྙིང་སྟོབས་ཀྱིས་དངོས་ལུགས་འཚོ་བའི་ཁྲོད་ཀྱི་སེམས་ཀྱི་འགལ་འདུ་སེལ་བར་དགོས་ངེས་ཀྱི་མཁྱེན་རྟགས་བཀོད་པ་མ་ཟད། དུས་མཚུངས་སུ་ཡུལ་འདིར་གནས་པའི་རྙིང་མའི་མང་ཚོགས་ཀྱི་འཛེམ་བཟོད་གོམས་སྲོལ་དང། རང་བྱུང་ཁམས་ལ་བཏབ་པའི་འདུ་ཤེས་དེར། དབུ་རྒྱུད་ནང་བསྟན་གྱི་རྒྱ་ཆེའི་ཆོས་གཞུང་དུ་འཐིམས་ཡོད་པས། འདིས་དངོས་ཡོད་དགེ་འདུན་ལ་རང་མོས་ས་ཁུལ་དང། ཐ་ན་མཚོ་མཐོ་སྒང་ཧྲིལ་བོ་སྟེ། སའི་གོ་ལའི་སྟེང་ཆེས་ཆེ་བ་དང་འཛམ་གླིང་སྟེང་མཛེས་རྒྱན་དགོད་དགག་ཆེ་ཤོས་འདི་ལ་སྲུང་སྐྱོབ་ཐོབ་པར་སྐུལ་འདེད་བྱས། དེར་བརྟེན། སྐྱེ་ཁམས་ཤེས་དཔེ་འདི་ལ་སྔོ་ཁེབས་རིགས་ཀྱི་རང་བྱུང་དངོས་མང་བཤམས་སྟོན་ཁང་དང། རི་ཁུལ་སྐྱེ་དངོས་ཐོན་ཁུངས་ཀྱི་གཞི་རྒྱུ་བང་མཛོད་བཅས་འབོད་ཀྱིན་ཡོད་ཅིང། འདི་ནི་རང་བྱུང་ཁམས་ཆེ་མོའི་ངོ་མཚར་བའི་བརྩམས་ཆོས་ཤིག་ཡིན་པ་མ་ཟད། འདིར་གནས་པའི་སྙིགས་མའི་མི་རྣམས་ཀྱིས་སྐྱེ་ཁམས་མི་ཆོས་ལ་ཕུལ་བའི་མཛེས་སྡུག་གི་སྒྲིག་བཟོ་ཞིག་ཀྱང་ཡིན། མདོ་ལ་རིང་མོའི་རྒྱལ་ཁབ་སྤྱི་གླིང་ནི་ཀྲུང་གོས་ཐེངས་དང་པོར་བཙུགས་པའི་རྒྱལ་ཁབ་སྤྱི་གླིང་གི་སྒྲིག་གཞིའི་ཚོད་ལྟའི་གྲས་ཤིག་ཡིན་པ་དང། སྤྱིའི་རྒྱ་ཁྱོན་ལ་སྤྱི་ལེ་གྲུ་བཞི་མ་ཁྲི་ལྔ་དང་ཉིས་བརྒྱ་ཡོད་པའི་ཁྲོད། ཀན་སུའུ་རུ་སྤྱི་ལེ་གྲུ་བཞི་མ་ཁྲི་གསུམ་དང་སྟོང་བཞི་བཞི་བརྒྱ་ཡོད་པ་དང། མཚོ་སྔོན་དུ་སྤྱི་ལེ་གྲུ་བཞི་མ་ཁྲི་གཅིག་དང་སྟོང་ངོར་ལྔ་བརྒྱ་བརྒྱ་ཡོད་པ་དེ་དག་ནགས་ཚལ་དང། རྩྭ་ཐང། བྱེ་ཐང། བརླན་ས་བཅས་སུ་ཁྱབ་ཡོད། རྒྱལ་ཁབ་ལྕགས་གླིང་གི་འདུ་ཤེས་ར་སྒྲིག་གཞི་འདི་ནུབ་ཕྱོགས་རྒྱལ་ཁབ་ནས་ཡོང་ནི་ཟིག་རེད། ཨ་ཏི་ན། འདུ་ཤེས་འདི་ཀྲུང་གོ་ད་རེས་དེ་ནས་མཚོ་སྔོན་ན་ཡོང་ན་ཨུ་ཆེན་མཚོ་སྔོན་གྱི་ཆ་ཆེའི་ཡོ་ནི་ཟིག་ཡང་ན་རྒྱལ་ཁབ་སྤྱི་གླིང་གི་སྒྲིག་གཞི་གི་ཚོད་ལྟའི་ཁྲོད་ནས་ད་ང་ཚོས་མཚོ་སྔོན་ལ་ཕམ་འབྲས་ཐོན་ནས་མཚོ་སྔོན་གྱི་ཆ་ཆེ་བསྡད་ནས་མཚོ་སྔོན་གྱི་ཆ་ཆེ་ལ་ཉམས་མྱོང་འཛོམས་ནི་ཟིག་ད་དེང་ནས་ལག་སྐྱེས་སུ་ཕུལ་ན་ད་ངས་བསམ་ན་མདོ་ལ་རྫོང་གི་སྲོལ་རྒྱུན་གྱི་རིག་གནས་ཀྱི་འདུ་ཤེས་ར་མི་རིགས་ཁག་གི་སྐྱེ་ཁམས་ཀྱི་བློ་གྲོས། སྐྱེ་ཁམས་ཀྱི་འདུ་ཤེས་སོགས་ལ་བྱས་རྗེས་ཆེན་པོ་གཟུགས་གཞག་བཏང་ནས་མི་ཚེ་གི་འུ་ཆོས་ཀྱི་བློར་རྒོལ་ཡང་ཆེན་པོ་གཟུགས་བྱས་བཏང་བ་རེད། ཀུན་སྒྲིབ་ནི་དེ་སྔ་མཐོ་ལས་ཞིག་རེའི་འབྲོག་ལས་རུ་ཁག་ཅིག་གི་ཏང་ཀྲི་པུའུ་ཧྲུའུ་ཅི་ཡིན་པ་དང། ལུས་འཁྱེར་ངལ་གསོ་བྱས་རྗེས་རྫོང་མཁར་དུ་གཏན་སྡོད་བྱས་ནས་ཚེ་འཇིག་གི་འཚོ་བ་སྐྱེལ་བཞིན་ཡོད་པ། ད་ཐེངས་བཅར་འདྲི་མ་བྱས་གོང་དུ་ཁོ་རང་རླངས་འཁོར་ལ་བསྡད་དེ་ལམ་ཐག་རིང་བའི་དཀའ་ངལ་ལ་མ་འཛེམས་པར། དེ་སྔ་གཡང་ལུང་ཤང་གིས་ཁོ་ལ་ལས་འགན་གཙང་སྒྲུབ་བྱེད་དུ་བཅུག་པའི་རྩྭ་ར་དེར་ཕྱིར་ལོག་ནས། ནུབ་རང་གི་ཁ་ན་ཡོད་པའི་ཁོའི་སེམས་ནང་གི་ཆུ་ཚན་དེ་ཕྱིས་སུ་མང་བརྒྱུད་པའི་རྒྱ་ཕོ་ཆུ་ཚན་ལ་བསྐྱར་འབྱེད་བྱས་ཤིང། ཁོ་རང་གི་རྩ་རིའི་ཉེ་འགྲམ་གྱི་རྐྱང་མ་དང་པད་མ་སོགས་ལ་གཟིགས་ཞིབ་གནང། བསྐྱར་འགྲུབ་བྱེད་སྟངས་དུ། ཐེངས་འདིར་ཡུལ་དུ་ལོག་ནས་རང་ཉིད་ཀྱི་འགན་གཙང་སྒྲུབ་བྱེད་པའི་རྩ་རིའི་རྩ་སྟུག་པོར་སྐྱེས་ཡོད་པ་དང། རྐྱང་མར་དང་སོ་མའི་སྐྱེ་ཚུལ་དགའ་ཡས་པ། ལྷག་པར་དུ་རྒྱ་ཕོ་ཁྱི་ཚན་གློ་བུར་དུ་འཁྱེར་ནས་མཐའ་འཁོར་གྱི་ཁོར་ཡུག་སྔོ་ཞིང་དྭངས་བ། རི་སྐྱེས་སྲོག་ཆགས་ཇེ་མང་དུ་ཕྱིན་ཡོད་པས། རྒན་པོ་ཁོང་གི་སེམས་ལ་སྤྲོ་བས་བསྟུན་ཏེ་བཤད་རྒྱུ་རེད། ཏང་དང་སྲིད་གཞུང་གི་སྲིད་ཇུས་བཟང་གི། རི་བོ་སྔོ་ཞིང་ཆུ་བོ་དྭངས་བ། རྩྭ་ཐང་འབྱོར་ཕྱུག་ལྡན་པར་གྱུར་པས་མང་ཚོགས་ཀྱི་འཚོ་བ་ཉིན་རེ་ནས་ཉིན་རེ་ཇེ་བཟང་ནས་ཇེ་ལེགས་སུ་འགྲོ་བཞིན་འདུག་ཟེར།